གོང་དུ་བྱས་ན་ད་ནི་དེ་གྲོགས་མོ་གཉིས་ལ་ང་རང་དེ་ཁྱུགས་སུ་ཕྱིན་ང་རང་གི་སྐོར་ལ་ངོ་སྤྲོད་ཞུ་ཞུ་ཡིན། ངའི་མིང་ལ་ཕུན་ཚོགས་དོན་འགྲུབ་ཕྱོགས་ཧྲང་པ་ཟེར་གྱི་ཡོད། ང་རང་ཕ་ཡུལ་གཉན་ནང་ཕྱོགས་ཡིན།

སུད་ལ་ཡོང་དུས་ལོ་བརྒྱད་ཟིན་བདུན་ཅུ་དོན་བཞི་ལོ་ལ་སུད་སླེབས་པ་ཡིན། དེར་སླེབས་ནས་སུད་སླེབས་ནས་ལོ་བཞི་བཞག་བཞི་དྲུག་དང། ལོ་ཉི་ཤུ་རྩ་བདུན་རིང་ག་ལ་དེ་སྒེར་གྱི་ཐོག་ནས Civil Engineering ཐོག་ལ་ལས་ཀ་བྱེད་བསྡད་པ་ཡིན། ཨ་ནི་ལ་ལོ།

བོད་པ་སྟོང་ཕྲག་གཅིག་ལེན་མཁན་ལེགས། ད་དེའི་སྟེང་གཅིག་ང་རང་གི་མཐོང་སྟངས་ལྟ་བས་ན། སུད་སི་དེའི་དམིགས་བསལ་གོམས་གཤིས་དེ་ག་རེ་ཡོད་ཟེར་ན། སྲིད་དོན་སྐོར་ལ་རོགས་པ་ཞེ་དྲག་བྱས་དེ་ཁོང་ཚོ་གོམས་གཤིས་ལ་ཡོད་མ་རེད། ཡིན་ན་མི་ལ་ཁ་རི་ཁ་བརྡུགས་རོགས་པ་བྱས་དེ་སུད་སི་གི་གོམས་གཤིས་དེ་ཤུགས་ཆེན་པོ་ཞུགས་རེད། དེ་འདྲས་ཡིན་ཙང་ཁོང་ཚོའི་སྲིད་དོན་སྐོར་ལ་ང་ཚོ། ཞེ་དྲགས་ཤིག་གནང་གི་མ་རེད་ཡང་འདི་འདི་ཟམ་གཙང་ང་ཚོ་འདི་ཁེལ་ན་ཡག་པོ་འོས་ར་བསམ་གི་འདུག་ཁོ་རང་སྟག་པ་བར་ཤུག་ལྡན་མཁན་གྱི་ལུང་པ་ཞིག་རེད། དེ་འདྲ་ཡིན་ཙང་ང་ཚོ་ལ་ཁ་རི་ཁ་བརྡུ་རོགས་པ་བྱེད་དུས་སྒང་ལ་ལུང་པ་ནུབ་ཕྱོགས་ལོག་ང་རོགས་པ་བྱེད་མཁན་ཁ་བརྡུ་རོགས་པ་བྱེད་མཁན་སུས་སུ་མ་བྱེད་ཡོད་ཁོ་ར་ཡོད་མ་རེད། ས་དྲུག་ཅུ་ལོག་ནས་འགོ་བཙུགས་པ་རེད།

རྒྱ་གྲམ་མའོ་ཁོ་རང་ཁ་བསྡུར་ཕ་ག་ཀླད་ཨ་ནི་འོས་ཤོག་ལོག་ནས་བདམས་རྒྱོ་ཡིན། འོས་ཤོག་ལོག་ནས་བདམས་དུས་གང་ལ་མིང། ཡ་ཐེན་གི་རེད་མིང་ཐེན་དུས་གང་དུས་ཕྱོགས་ཤམ་པཱས་ལ་ཡང་མིང་གཉིས་བྱུང་ཡང་འདོད་མ་ལོ་ཀྲུག་ཀྲུག་བདང། ཨེ་ཡང་དེ་རེད་དེ་འདྲའི་སྲིད་ནས་སུས་སུ་ཐར་རྒྱོ་ཡིན། ཨ་ནི་སུས་སུ་ལ་ཀླད་དུས་གང་ལ། ང་ཚོ་ས་གནས་དེ་འདྲའི་ཡོང་བས་དེ་ག་འདྲས་བྱུང་བ་རེད་ཟེར་ན། ད་སུས་སུ་གི་འགྲོ་སྟངས་ག་འདྲས་རེད་ཟེར་ན། ད་མི་སྟོང་ཕྲག་ཞིག་ཡོང་དགོས་སུ་འདུག་ཡ་ནི་སྦོ་འདུ་སི་ར་ཏི་གི་དེ་འདྲས་ག་ས་ཁེབས་ཐག་བྱེད་གི་ཡོ་རེད། རེད་འདོད་ནི། ད་ང་ཚོ་བོད་པ་སྟོང་ཕྲག་གཅིག་ཡོང་གི་ཡོད། བཟོ་གྲྭ་བདག་པོ་དག་འདི་ཚོས་ལས་འགུལ་དག་འདི་འདྲས་ལས་ཀ་བྱེད་མགོ་ཡོ་བ་ཡིན་ན། ཨ་ནི་འབྲེལ་བ་གནང་ཞོག་ཟེར། དེ་འདྲས་བྱས་ཚེ། བཟོ་གྲྭ་འདི་ཚོས་ཀྱི་འབྲེལ་བ་བྱས་པ་རེད། ད་ནི་ང་ཚོ་ས་གནས་ཨུ་ཟི་ནང་ལྟ་བུ་ཡིན་ན་སྙན་མ་ང་རང་གི་བཟོ་གྲྭ་སྤོ་འབོ་དེ་མཉམ་དུ་ངས་འདི་ཁ་ས་ཨིན་ཏེ་བུའི་དེ་རུ་གླན་ཡོང། ཨ་ནི་ཁོ་རང་འདི་དུས། ས་གནས་ཨུ་ཟི་ནག་གི་བཟོ་གྲྭ་བདག་པོ་གི་དབུ་འཛིན་རེད་ཤག།

སུད་ཞུ་འདི་བཀའ་དྲིན་ཆེན་པོ་ག་ཚོད་ཡོད་མེད་དེ་ཞུ་ཡིན་སུད་དེ་ཧ་ལས་བ་བཀའ་དྲིན་ཆེན་པོ་རེད་ང་ཚོ་ཡོང་དུས་སྐབས་ལ་དེ་འདྲའི་ཚང་མ་གྲ་རེ་ཞིག་དེ་འདྲའི་ཡིན་ཚ་ན་འདི་རི་གོང་ས་ནས་ཆ་ཡེ་དེ་ཕ་གི་ཁང་པ་རྒྱ་ཡེ་སི་དེ་རི་གོང་གི་དེ་བཟོ་གྲ་དག་པོ་དེ་རྒྱབ་ར་ཨ་ནི་ཕླ་བྷེལ་གླ་རུ་སི་ཚང་མ་མང་ཆེ་སྤུན་ཏོག་ལས་ཀ་རེད་བཟོ་གྲ།

བོད་ལ་དཀའ་ངལ་ཆེན་པོ་སྤྲད་དུས་སྒང་ལ་སུའི་གཞུང་གིས་འདི་འདྲའི་རོགས་པ་བྱས། འདི་མིག་རས་ཞུ་འདོད་བྱུང་སོང། ཨ་ནི། སུས་ལ་ག་ལེ་ག་ལེ་འདི་མི་འབོ་འདི་ཕྱག་ལས་དུས་སྒང་ལ། ཨ་ནི། སྤྱི་ལོ་བཅུ་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོ་ལ། སུས་མི་མང་འདི་གཙོ་བ་རེད།

ང་ཚོ་དེ་འདྲ་གང་ལ་ག་བ་སྟེ་འདུག་ག་བ་ཡང་གནས་གིར་ཡོང་གི་མ་རེད། རྒྱུན་ཡོང་གི་མ་རེད། དེ་ཚོ་ལྟ་དུས་གང་ལ། དཔལ་འབྱོར་འདི་གཞན་དག་ཕྱི་ལོག་ག་བར་འགྲོ་གི་ཡོད་མེད་ང་ཚོ་ཟ་ཁང་ལ་བསྡད་དེ་དུས་བྱ་གཏོང་ཚང་མ་བྱེད་དགོས་ར་ཟ་ཁང་འདི་ཨོ་སི་ནི་སྤུད་སྤྲོ་སྤུད་སྤྲོ་བྱེད་གི་རེད་བ་ཡང་དག་བ་འདུག་མ་ནི་ཨ་ནི་དོ་ཚོང་མང་པོ་ཤོར་སོ་སོ་བཏང་བསྡད་གི་རེད་འཐུས་མི་དེ་ཚོ་སྦ་སྐུང་བཏང་བསྡད་གི་རེད། དོ་ཚོང་ནི་ཡོད་ཡོད་པ་རེད། འདི་མཐོང་གི་མེད་འདུག་བ་འདི་མ་མཐོང་བྱས་ད་དེ་འདྲ་ཡིན་དུས་གང་ལ་ལོ་ཉི་ཤུ་ལྷག་ཅིག་ང་ཚོ་ཕ་ག་དེའི་ཚོགས་ཁང་འཛིན་བྱས།

ངས་ཐེངས་གཉིས་ལ་སྙེ་མའི་ལོ་རྒྱུས་སྐོར་འཁྱུག་ཞུས་ཏེ། སྙེ་མ་ང་ཚོ་ཟུར་དུ་རྒྱ་གྲམ་དམར་བོ་ཅིག་གི་ཟུར་དུ་རོགས་པ་བྱེད་མཁན་བྱོས་དུས་གང་ལ་ད་ལྟ་བཞུགས་འདུག་བོད་པ་ཡོང་མཁན་དེ་ཚོ་ལ་དེ་ཚོ་མེད་བ། མེད་དུས་གང་ལ་ད་ཚོགས་པ་དེ་འདྲས་ཡིན་ན་རེད་འཐུས་མི་ཡིན་ན་རེད་ཚང་མས་གིས་འོ་དེ་ལས་ཀ་དེ་བྱེད་འགྲོ་གི་རེད། ཤ་ཏོག་ཞོག་ལ་ཚོགས་ཆུང་བཙུགས། དེ་འདྲས་ཡིན་དུས་གང་ལ་ང་ཚོའི་གིས་དགོན་པའི་ཡིན་ན་རེད་བོད་གཞུང་ཡིན་ན་རེད་ཚོགས་པ་ཡིན་ན་རེད་སྐྱིད་སྡུག་ཡིན་ན་རེད་ཚང་མས་གིས།

ཨ་ལས་བའི་ཉུས་ཉུས་དེ་སྐབས་ལ་ད་དུ་འདི་ཚགས་ཚུད་པོ་ཞིག་གྲ་སྒྲིག་པོ་ཞིག་མ་བྱས་པ་ཡིན་ན། ང་ཚོ་འཐུས་ཤོར་ཆེན་པོ་འགྲོ་གི་རེད་བསམ་གྱི་འདུག་གཞན་དག་མི་རིགས་གཞན་དག་རྩིས་བཤེར་སླད་ང་ཚོ་དཀའ་ངལ་ཆེ་ཡོད། ཁོ་ཚོ་དེ་ཞིག་འཛོ་མས་དང་དེ་ཞིག་ཧ་ཧུ་དའི་འདྲ་མ་ཞུ་དམིགས་བསལ་སྲིད་དོན་དང་དཀའ་ངལ་དེ་ནས་གང་མེད་བ། འོང་འོང་འདི་སྲིད་དོན་གང་ལ། རིག་གཞུང་སྐྱ་བྷའི་དེའི་ངེད་ཀྱི་ད་ལྟ། ཟླ་བ་གསུམ་ནང་འདི་སྙེ་མའི་ལོ་ཉི་ཤུ་སྙེ་ལ་ཐུག་མི་བྱེད་སྙེ་བྱེད་མྱོང། ད་ལྟ་རྟ་དུས་སྒང་ལ། མ་ཧཱ་གུ་རུ་འབུམ་ཚོགས་སྒང་ལ་ཐེངས་དང་པོ་དེའི་མི་མང་མཉམ་དུ་འབྲེལ་བ་ཡོང་ཡས་དེ་དེ་དུས་སྒང་ལ་ངས་ཞུས་པ་ཡིན་ང་ཚོ། ནང་ལ་རིག་པ་འགྲིམ་དགོས་ཁེལ་གྱི་འདུག་ནམ་ལ། ང་ཚོ་ནང་གི་སྒྲོམ་ཡར་གེ་བཏང་ཡས་དེ། དེ་ལ་རང། ཁ་ལ་འོ་རེ། ཤུགས་རྒྱག་ཡས་མང་པོ་ལུས་བཞག། དེ་འདྲས་ཡོད་དུས་གང་ལ་ཅི་ལ་ཞེ་དྲག་ཞེ་དྲག་སུ་དུས་ཚོད་སྤྲད་འདུག་ས་མ་རེད། དེ་འདྲས་ཡིན་ཙང་དེ་རིང་འདས་ང་འདས་ལ་གོ་སྐབས་རག་བས་ན་ང་ས་གནས་ཚང་མ་ལ་འདི་འགྲོ་ཐུབ་པ་བྱེད་ཀྱི་ཡིན་ཙང་གང་ཡིན་ཟེར་ན་ང་ཚོ་མི་མང་གི་མགོ་ཁྲིད་ཡིན་ཙང་མི་མང་མཉམ་དུ་འབྲེལ་བ་ཡོང་ཡོད་དེ་དུས་ཆོན་ཁག་དེ་ལ་མ་གཞི་ཤན་ཁབ་ཏུ་དེ་འདྲས་གོ་སྐབས་མི་འདུག་ཨ་ནི་དུས་ཆོན་ཁག་དེ་ལ་སོ་སོ་དགའ་བོ་ཉེ་བོ་ཐུགས་འཁྱལ་ཏེ་བྱས་དཀའ་ལོ་མང་པོ་བསལ་ཡོད་དེ་ཁག་པོ་རེད།

མི་ཚེ་གང་གང་ཚ་སུས་བཟང་ལ་འཚལ་ལོ་ཡིན་དཱ། ངའི་གི་ཕྱི་ནི་ང་ཚོ་སྤྱི་ཚོགས་ནང་ལྟ་བས་ཡིན་དཱ་སྙེ་མ་ང་ཚོའི་དཀའ་ངལ་ག་རེ་བྱུང་བྱུང་དེ་ཚོ་དཀའ་ངལ་གསར་བ་དེ་ཚོ་གཅིག་པ་དེ་ཚོ་སླད་སྡོད་གི་འདུག་བསམ་གི་འདུག་དམིགས་བསལ་གཞོན་སྐྱེས་གང་ག་རེ་སླེབས་གི་རེད་ཟེར་ན་གཞོན་སྐྱེས་དེ་ཚོ་བདེ་ལ་འཚར་ལོངས་བྱེད་དུས་གང་ལ་ང་ཚོ་མི་འབོར་ཉུང་རྒྱུན་ཡོད་ཙང་ཕྱིས་དེ་ལ་ཡེ་རུ། ཡེ་རུ་དུས་གང་ལ་ཁོང་ཚོ་ཕྱི་རྒྱལ་མཉམ་དུ་བཏགས་པ། ཁ་ན་དུས་ཚོད་སྐྱེལ་བསྡད་དུས་གང་ལ་ང་ཚོ་རིག་གཞུང་དུས་གང་ལ་ཁ་སྒོ་ཕྱར། ཁ་སྒོ་ཕྱར་ཡས་གང་ལ། ང་རང་དེ་སུས་གྲོགས་པོ་དེ་འདྲ་ཡོད་སྙམ་དུ་ལོ་ཨོ་སི་ལེ་དུས་གང་ལ། ཁོ་ཚོ་ཁོ་རང་ཚོའི་རིག་གཞུང་གང་ལ་འགྲོ་ཡ་ཡོད། ཆང་ས་རྒྱ་དུས་གང་ལ་ཡིག་གཟུགས་ཁོ་རང་ཚོ་གི་ཁྱོད་ཚོ་དང་ཨ་ཞང་ཨ་ནེ་ཚ་འགྲོ་རེད་ང་ཚོ་བོད་པ་འདི། ཕ་མེད་ཚུགས་མེད་རེད་ལུས་ཀྱི་རེད་གཞོན་གཞོན་སྐབས་དེ་ལ། དུག་ལོག་འདྲ་འདྲ་འདྲ་ཞིག་གམ་ངོ་འདྲ་འདྲ་འདྲ་འདྲ་ཞིག་དང་རྫིག་པོ་འདྲ་ཞིག་རེད། ལོས་སླེབས་དུས་ཁོ་ཚོ་ཁོ་ཚོ་ཁོ་རང་ལང་ཀ་འགྲོ་ས་ཞོར་རེད། ང་ཚོ་ང་ཚོ་དེ་ལང་ཀ་འགྲོ་ས་དེ་ང་ཚོ་མ་བཟོས་ན། ཀུན་ཀུན་རྫོགས་སུ་དཀའ་ངལ་སྒྲིག། དེ་སུས་དུས་གང་ལ་སྤྱི་ཚོགས་འདི་ཧ་ལས་པ་གལ་ཆེན་པོ་རེད། སྤྱི་ཚོགས་འདི་ང་ཚོའི་གི Family ཆགས་རེད་སྐྱབས་ངལ་ཆགས་རེད་དཀའ་ངལ་ཡོད་ན་ན་ཚ་ཡོད་ན་མི་ཆུ་ཤ་བ་ཡིན་ན་སྤྱི་ཚོགས་འདི་མེད་པ་ཡིན་ན། ང་ཚོ་འདི་ཚང་མ་འདི་ལུས་འདི་གི་རེད་ཁོང་ཚོ་འདི་ཆ་ཚང་ལུང་པ་ཡོད་ཚང་ཚང་མ་འབྲོམ་དེ་ཡོད་ཨ་ཞང་ཨ་ནི་སྤུན་རྒྱག་ཚང་མ་ཡོད་རེད་ང་ཚོ་དེ་མེད་པ། འོ་འདི་འདི་ཅིག་ཨ་ཁོ་ན་ཡག་པོ་ཡོད་རེད་བསམ་གི་འདུག་གཞོན་སྐྱེས་དེ་ཚོ་ད་ལྟ་ཏིས་ཅིག་ཁོ་རང་ཚོའི་སློབ་སྦྱོང་ཐོག་དང། ཨ་ནི། ཕྱི་ལ་སློབ་གྲྭར་འགྲོ་དུས་ནང་ལ་ཡོང་དུས་བས་འཛམ་གླིང་ཁག་གཉིས་སུ་ཐོགས་ཤོར། ཕྱི་ལ་འགྲོ་དུས་ཕྱི་རྒྱལ་གྱི་རིག་གཞུང་ཆ་ཚང་རེ་བ་ནང་ལ་འགྲོ་དུས་བོད་རྒྱའི་དཀའ་སྤྱད། ཨ་དེ་སུས་ཐོས་གང་ལ་ཁོ་རང་ཚོ་ལ་དཀའ་ངལ་མང་པོ་ཐོས་པ་སྤྲད་དེ་རེད། དཀའ་ངལ་མང་པོ་ཐོས་པ་སྤྲད་དུས་དུས་གང་ལ་ནི། Identification སྐོར་ལ་སོ་སོ་སེམས་ལ།

ཁོ་ལ། ཁོས་གི་བདེ་བ་སྟེར་ཐུབ་མི་འདུག། དེ་ཚོའི་དུས་སྒང་ལ་ང་ཚོས་གི། ཆོས་དང་རིག་གཞུང་འདི། མེད་བ་ཡིན་ན། ཁོ་ཏིས་ཅིག་སྐྱབས་ངན་དེ་ཆ་ཚང་བརླག་འགྲོ་གི་འདུག། དེ་འདྲ་ཡིན་ཙང། ང་ཚོ་སྤྱི་ཚོགས་ཀྱི། བོད་ཡུལ་སློབ་གྲྭ་ཀྱི། དེ་འདྲ་ཏིས་ཁག་པོ་ག་ཚོད་ཡོད་ན།

ཚང་མ་གོམས་བསྡད་ཡོད་རེད་ཚང་མ་ང་ཚོ་ངག་འདོགས་ཡོད་རེད་དེ་བྱས་དུས་ཡང་ང་དེ་ལ་ཇི་འདྲ་ལྟ་ངན་དེ་མེད། གང་ཡིན་ཟེར་ན་ང་ཚོ་ཏིས་ཅིག་ས་གནས་གཞན་དག་ལ་ཅིག་འགྲོ་བས་ཡིན་ན་ཁོ་ཡང་ཏིས་ཅིག་མ་འདྲ་ཞིག་ཡོང་གི་རེད། ཡ་གི། རྙིང་པ་གླེང་མཁན་དེ་ཚོ་རྙིང་པའི་ས་གནས་ཁོ་རང་དེ་བས་ལ་དུས་ཆོད་འདང་བསྡད་གི་རེད་མ་གཞི་ས་གནས་གསར་བ་ལ་ཇི་འདྲ་ལྟ་གི་མི་འདུག། འོ་དེ་བྱས་ན་ཏིས་ཅིག་ངའི་ཨར་དགའ་བོ་དེ་དེ་འདྲ་ཞིག་མཐོང་གི་འདུག་ད། མཱ་གུ་རུ་འབུམ་ཚོགས་འདི་ད་ལྟ་ང་ཚོ་ཟླ་འགོ་ངས་ཀྱི་འདི་ཚང་མ་གྲ་སྒྲིག་བྱས་བའི་ཐབས་ཤེས་བྱས་བའི་འདའི་འཐུས་མིའི་སྒྲིག་འཛུགས་ཀྱི་དེ་ལ་མི་དུས་བྱུང་མ་སོང། དེར་ཐེངས་མཇུག་མ་དེ་ཡང་དུ་སམ་ས་ག་རང་བཏང་གི་ཡིན་གསུངས་སོང། ཡིན་ན་ཡང་མ་འོངས་པ་ཡིན་ན་ང་ཚོ་འཁྲུངས་སྐར་ཡིན་ན་ག་རེ་ཡིན་ན་ཅི་ངས་དེ་ནི་ཨར་གའུ་དེ་ཀྱི་དེ Centre དེར་མཐོང་བསྡད་ཀྱི་འདུག་དེ་འདྲའི་སྲིད་དུས་གང་ལ་མཇུག་མ་དེ་ནི་མ་ཅིག་ང་ཚོ་ལས་འགུལ་རྩོམ་པ་ཡིན་ན་ཁྱེད་ཚོ་གང་ལ།

ཐུན་མིན་ཡིན་ན་ཡང་དེ་འདྲའི་བདེ་སྡུག་བསགས་མི་འདུག། ཚོགས་གཙོ་ཚོགས་གཞོན་ཡིན་ན་དག་པ་རེད་ཞེས་དེ་འདྲའི་བརྩེ་དུང་མ་རེད། ད་ལྟ་སྐབས་བཅུ་དྲུག་པ་ལྟ་བུ་ཡིན་ན་ཁོང་ཚོས་ཀྱི་ཧ་ལས་པ་དུས་ཚོད་བཏང་བ། སོ་སོ་གི་ལས་ཀ་གི་ཟུར་དུ་དེ་འདྲའི་དུས་ཚོད་བཏང་གོ་རེ་སོ་སོ་བ་སྒོ་དཀྲུག་གོ་རེ་ཚང་མ་བྱེད་དེ་འདྲའི་ཕོ་རིང་པོ་འདུག་གི་མ་རེད་ང་ཚོ་མི་ཐོག་མི་ཐོག་ཆུང་མ་འདི་ཚོ་ལྐུགས་པ་མ་རེད། ཁོང་ཚོ་དྲུག་པོ་རེད་རྩེད་རྒྱག་གི་རེད།

བརྒྱ་ཆ་ལྔ་བཅུ་གཅིག་ལས་ཁུངས Secretariat ལས་ཀ་བྱེད་མཁན་ཞིག་གོ་ཡ་རེད་ཤག། དེ་འདྲའི་སྒྲ་ཡོད་པ་ཡིན་ན་ཨ་ནི་ཚོགས་གཙོ་ཚོགས་གཞོན་ཡིན་ན་རེད་རྒྱུན་ལས་ཡིན་ན་རེད་ཚང་མས་ཀྱི་ཁ་རུ་གྲོན་ཐག་བཏང་ན་རེད་ཡི་གེ་བྲིས་ན་རེད་ཚང་མ་ཚོགས་གཙོ་ཚོགས་གཞོན་བྱས་འདི་འདྲི་ཁ་ན་སོ་སོའི་ཆ་ཤས་བྲིས་མཁན་དང་མིའི་མགོ་བྲིས་ཡ་དེ

མ་བཙུན་པ་བཅས་ཀྱི་ལས་ཀ་བྱེད་གཞི་མདའ་ཆེན་པོ་ལ་དཔེ་བལྟ་ན། ཨ་ནི། སྤྱི་ཚོགས་ནང་ལ་ཟ་ངར་ཟེར་མཁན་མང་པོ་འདུག་ཨ། སུད་ཀྱི President སུ་སུ་འདུག་ཡོད་པས། སུད་ཀྱི་སྲིད་སྐྱོང་སུ་རེད། སུ་ལ་ལ་འདུག་མ་རེད། ག་ཅི་ལ་འདུག་ཡོང་ད་དོན་དག་འདི་གོ་ཚོད། སུད་ཁོ་རང་གི་ཆེ་ཆུང་དང་འཇོན་ཐང་དཔའ་བའི་ཉམ་ཆུང་འདེགས་ཡོད་རེད། མི་མང་ལ་བརྡབ་གསིང་མེད་པ་བྱས།

ང་ཚོས་སུས་སྤ་བཟོས་དགོས་ཡོད་ན་རེད་ཡིག་ཆ་བཟོས་དགོས་ཡོད་ན་རེད། ངས་ད་གིན་མང་གཙོ་སྐོར་ལ་ཞུས་སོང་ང། སུས་གཞུང་གི་ནི་ཆོག་མཆན་ཞིག་དགོས་རེད། ཁམས་དོར་ནི་ཆོག་མཆན་ཞིག་དགོས་རེད། ས་གནས་ནི་ཆོག་མཆན་ཞིག་དགོས་རེད། ག་བ་ལ་དགའ་གི་རེད། ས་གནས་དེ་ལ་དགའ་གི་རེད། སུས་གཞུང་གི་གར་ལྟ་གི་རེད། ཨ་སྒོར་ཁྲིམས་དང་རྒྱལ་དོ་ལེགས་ཆོད་དུ་མ་ལྟ་ཡ་མ་ཞིག་གང་ཡོད་མ་རེད།

འཛམ་གླིང་གཞན་དག་དང་མ་འདྲ་བར། Swiss དང Germany དང Österreich ང་ཚོ་གསུམ་གཅིག་པུར་མ་བྱོན་ཡོད་མ་རེད། སློབ་ཆུང་དེ། ལས་ཀ་སློབ་ཆུང་འགྲོ་ཡས་དེ། འཛམ་གླིང་གང་ཚང་ལ་ཚང་མ་དང་མི་འདི་ཁ་ས། མ་ཐུག་ར་ཆིན། མ་ཐུག་ར་ཆིན་ནས་ཐོ་རིང་སློབ་གྲྭར་འགྲོ་ཡས་མ་བྱོན་ཡོད་མ་རེད། Swiss གི System དེ།

སྒྲིག་གཞི་དེ་གོ་རེ། སྒྲིག་གཞི་དེ་གང་ལ་ཨ་ནི། དེ། ཚོགས་པའི་གི་ངོ་བ་དེ་ཐོན་གོ་ར། རྒྱུན་ལས་དེ་ག་བཟོས་ལ་འདམས་བྱུང་ན། ཨ་ནི་དེ་སུ་དེ་གང་ལ་ཚོགས་ཁང་དེ་བཟོ། ཁེ། རག་འགྲོ་གོ་རེ། དེ་འདྲ་འདྲ་བྱས། ཨོ་ཁེ། ཨོ་ལ་སོ།

ཐུང་ཐུང་ཡིན། དེ་གསུམ་ནོ། ད་ལྟ་འདི། སློབ་སྦྱོང་སྐོར། དེ། ཞུས་དེ་སྔའི། དེ་བཤད་ནས་ག་ས་དེ་སྔའི་ག་ས། ལས་ཀ་སློབ་སྦྱོང་སྐོར་དེ་ཞུས་དོན་དག་འདི། ག་ས་ན་མང་པོ་ཅིག་བོད་པ་མང་པོ་ཅིག། རྒྱ་གར་གོམས་གཤིས་བྱས། ཐུགས་རིང་སློབ་གྲྭ་འགྲོ་ཡས་དེ། ཞུ་བོ་ཅིག་དེ་ལ་རིག་པ་བྲིམ་འདེགས་དང། ཕུ་གུ། ཁ་མཐོང་ཆུ་ལ་འགྲོ་ཡས་ད་དུང་ཚང་མ། ཡག་པོ་རེད།

ང་ཚོའི་མི་མང་འདི་གང་ལ་ལུས་དེ་སོང་ང། འཐུས་མི་དང་ང་ཚོ། ད་སུ་ཤེས་ཀྱི་ཡོད་ན་དེ་ཤོར། ཨོ་དེ་ཚོ་དེ་གང་ལ་ཨོ་དེ་སྒྲོམ་དེ་ཆ་ཚང་ཞིག་མ་བསྒྲིགས་ན་ང་ཚོའི་ལས་ཁུངས་དེ་ག་ནས་ཚོགས་ཁང་དེ་ཟིམ་བྱེད་ཕ་གི་ལ་ལས་ཀ་བྱེད་མཁན་ཞིག་མེད་པ་ཡིན་ན། ཧ་ཅང་ཁག་པོ་རེད་བསམ་གི་འདུག་ཨ་ནི་ང་ཚོ་དཀའ་ངལ་ཡོད་ན་ག་རེ་ཡོད་ན་ཚང་མ་དཀའ་ངལ་བོད་པ།

རྒྱ་གྲམ་དམར་པོ་གིས། མི་གསུམ་བོད་ཁ་ལས་ཀ་བྱེད་དགོས་པར། བོད་པས་དེ་ཞེ་དྲགས་སུ་བོད་ཆོས་བཏང་ཐུབ་མ་སོང། གང་ཟེར་ན་མང་ཆེ་བོད་པའི་ནང་ཚོགས་གཅིག་གཅིག་བསྒྲིགས་པ་འདྲ་བྱས་བཞག་གི་འདུག་བ། ཨ་ནི་དེ་དུས་གང་ལ་སོ་སོ་སྤུ་གུ་དུད་ཚོད་འཚར་ལོངས་ཡག་བྱས་འཇར་མན་ཤན་བྱས། ཨ་ནི་ཞེ་དྲགས་སུ་བོད་ཆོས་བྱུང་མ་སོང་ཁོང་ཚོ། དེ་དུས་གང་ལ་གོ་ཁ་དེ་ཟིམ་བྱས་དམིགས་བསལ་ང་ཚོ་བོད་པ་སྐོར་ཉག་བསྡད་པ་ཡིན་ན་ད་ལྟ་བར་དུ་ཡོད་པ་རེད། ཁོང་ཚོ་དེ་དུས་འགྲོ་སོང་དེ་ཆ་ཚང། རྒྱ་གྲམ་དམར་པོ་བཏང་གི་ཡོད་རེད།

མི་རིགས་སྐོར་གསུང་བའི་དེ་སུས་ལ་སྙེ་མ་དྲུག་ཅུ་ལོ་དེ་བས་ལ་མི་མང་ཚང་མའི་འོས་ཤོག་ལོ

ཁོང་ཚོ་ལ་ཆོས་ཡོད་རེད་ཡིག་གཞུག་ཡོད་རེད། ཁོང་ཚོ་ཡིན་ན་ང་ཚོ་ཡིག་གཞུག་ཡིན་པ་ཡིན་ན་ཕོ་སྒུར་བ་ཡིན་དག་དུ་ཤུགས་ཆེན་པོ་ཆེན་པོ་འདོན་དུས་གང་ལ་དེ་དུས་གང་ལ་ང་ཚོའི་ལས་འགུལ་རྩོམ་ན་དམིགས་བསལ་ཕྱི་ལ་ཤུགས་ཆེན་པོར་དོན་གོར་བསམ་མི་འདུག་ནང་དེ་ཁྲག་ཁྲག་ཡོད་ན། ཕྱི་ལ་ཆེན་པོ་ཆེན་པོ་དོན་རྫིག་པོ་བྱེད་ན་ཁོང་ཚོ་ཞུགས་ཕོ་སྒུར་དེ་དེ་སུས་སུ་ཁོ་རང་གི་གོམས་གཤིས་རེད།

ད་ཧྥ་རན་ཡིན་ང་ཚོ་བོད་པ་གཞོན་སྐྱེས་ཡིན་ན་བོད་པ་རྒན་པ་ཡིན་ན་སྐྱེས་པ་ཡོད་མ་རེད་སོ་སོ་ལ་ལག་ཤེས་འདྲ་བོ་ཡིན་ན་སོ་སོ་གི་དགའ་བརྗོད་ཧོ་པི་འདྲ་བརྗོད་པ་ཡིན་ན་དེ་ལ་པ་ཧྥ་རན་ཡོད་རེད་དེ་ནས་ནང་འཛུལ་ཐུབ་ན་ཁོང་ཚོའི་རིག་གཞུང་དེ་མགྱོགས་པོ་ཤེས་ཀྱི་རེད་ཁོང་ཚོའི་གི་བསམ་བློ་བཏང་སྟངས་དང་ཕྱི་གི་བསམ་བློ་བཏང་སྟངས་ཤེས་འདུག་བ་ཤེས་ཁོང་ཚོའི་གི་སོ་སའི་དེ་ནང་ལ་འཛུལ་ཡས་དེ་ཧ་ལས་པ་ཁག་པོ་རེད་འཛུལ་ཐུབ་ཀྱི་མ་རེད་ང་ཚོའི་སྙེ་མ་ཡིན་ན།

འོ་དེ་འདྲའི་སྒང་འཛུལ་ཐུབ་ན་ཁོ་ཚོའི་རིག་གཞུང་དེ་ཆ་ཚང་ཤེས་འགྲོ་གི་རེད། ཁོ་ཚོས་ང་ཚོ་མི་རིགས་ལ་དེ་གཅིག་ག་ལ་འོ་རེད་མ་ག་ཞོན་ཞོར་བ། མ་ག་དེ་མང་ཆེ་ཧ་མ་གོ་བ་གེ་ཆེར་བ། ཁོ་ག་འདྲའི་བསམ་གི་ཡོད་པ་དེ་ཧ་མ་གོ་གེ་ཆེར། འདི་ཤེས་དུས་ག་ལ་ང་ཚོ་སྙེ་མ་དང་པོ་ཡིན་དུས་ག་ལ། ནང་པ་ཡིན་དུས་ལ་དུས་ག་ལ་ང་ཚོ་བེ་ད། སྤྲུལ་སྐུ་དང་དེ་འདྲ་མང་པོ་ཡོད་དུས་ཁོ་ཚོ་ཞི་བ་འགྲོ་འགྲོ་གི་རེད།

ཕ་ཆོས་མཆོག་གི་རིག་གཞུང་དེ་ཧ་མ་གོ་ན་ནི་ཁག་པོ་ཅིག་རེད། ཕ་ཆོས་མཆོག་དེ་ཧ་གོ་ཡ་དེ། ཕ་ཆོས་མཆོག་གི་ཨར་གའུ་གི་ལུགས་རྒྱུད་ཡིན་ན་རེད་གོམས་གཤིས་ཡིན་ན་རེད་ཧྥ་རན་ཡིན་ན་རེད་དེ་ཚོའི་ནང་ལ་མང་ཉུང་ཅིག་ཏིས་ཏིས་བྱེད་ཐུབ་པ་ཡོད་ན་ཨ་ནི་ག་ལ་འོ་རེད། ཁོང་ཚོས་ཀྱི་འགྲོ་སྟངས་དང་གོམས་གཤིས་དེ་ཤེས་ཀྱི་རེད། ཤེས་དུས་གང་ལ་ཨ་ནི་ག་ལ་འོ་རེད་ངས་འུ་ཆ་འགྲོ་རེད། ཤེས་དོགས་པ་དེ་ཚང་ཡང་ཁག་པོ་རེད་བསམ་གྱི་འདུག།